སློབ་དཔོན་སངས་རྒྱས་ཀྱི་མགུར་པད་མ་ཁྱོད་ནི་གསོལ་བ་བཏབ་པ་ཡིན་ན་བར་ཆད་ཡོང་གི་མ་རེད། གདོན་ཡོད་མ་རེད། ཀླུ་ཡོད་མ་རེད། གནོད་སྦྱིན་ཡོད་མ་རེད། འདྲེ་ཡོད་མ་རེད། འབྱུང་པོ་ཡོད་མ་རེད། འདྲེ་དང་འབྱུང་པོ་ཟེར་ཏེ་སོ་སོའི་སེམས་དེ་རེད། མི་བསམ་དགུ་བསམ། མི་དྲན་དགུ་དྲན། མི་ལ་ཡ་ཁོག་པ་ནག་པོ་བྱེད་ཡ། བསམ་པ་ངན་པ་བྱེད་ཡ། འགྱུར་བ་རྩུབ་པོ་བྱེད་ཡ། མི་ལ་མགོ་བསྐོར་ཡ་གི་བསམ་བློ། འོ་མི་ལ་ཡང་གནོད་སེམས་འཆང་ཡང་བརྣབ་སེམས་འཆང་ཡང་ལ་སོགས་པའི་བགེགས་ཕྱིན་ཅི་ལོག་པའི་རྣམ་རྟོག་མང་པོ་ཞིག་འདུ་བ་འོ་འདྲེ་དེ་རེད། འབྱུང་པོ་དེ་རེད། གནོད་སྦྱིན་དེ་རེད། དེ་ཡོད་ཚད་བ་ཞིག་འོ་དེ་འདྲས་མཐོང་དེ་འཐུང་གི་རེད་བ། གང་ལ་སོང་ན་ང་རང་འདྲས་རེད་བ། དེ་འདྲས་གི་འདྲས་མཐོང་གི་རེད་བ། འོ་དེ་རེད། ད་དེ་འདྲ་མེད་ངས་དེ་གི་འདྲས་མཐོང་གི་མ་རེད་གང་ལ་སོང་ན་ང་རང་འདྲས་མེད་པ་ཡིན་དུ་དེ་འདྲས་ག་བ་ལ་མཐོང་གི་མ་རེད་བ། དེ་འདྲའི་སྡུག་ཟ་བདེ་བ་ཡིན་ན་ཕན་གྱི་ཡོད་མ་རེད་ད་ཚག་ཚག་ཁོག་ཁོག་ཟེར་འདི་འདྲི་བ་ལ་ཐག་ཐག་ཟིན་རེ་བཟོ་བྱས་ཏེ་ང་རང་འདྲེ་ཡིན་པ་སོང་ད་དེ་འདྲེ་ཡིན་ད་ང་གཉིས་གཅིག་པ་ཡིན་བསམ་དེ་ལས་ཡོང་བ་རེད་དེ་རེད་བ་འོ་དེ་ཡིན་དུས་ད་གཅིག་པ་མིན་པ་ཅིག་བཟོ་དགོས་ཀྱི་ཡོད་རེད་དེ་ཡིན་དུས་འདྲེ་ལས་ཁྱད་པར་དུ་འཕགས་པ་ཅིག་དགོས་ཀྱི་ཡོད་དུས་བསམ་བསམ་བློའི་འདུ་ཤེས་ཡང་ལོག་ཁ་བྱེད་ཀུན་སློང་ཡང་ལོག་ཁ་བྱེད་བྱེད་སྟངས་ཡང་མ་རེད་བ་བྱེད་ཡིན་ན་དེ་འདྲེ་ཡོང་གི་མ་རེད་ད་ཁོ་ད་ང་གཉིས་ལྟ་བ་ཁ་ཁ་ཡིན་ཟེར་ན་ཡོང་གི་ཁོ་ན་མ་རེད་བ། ཨོ་རེད་ང་ཚོ་མི་གཉིས་ཡིན་ན་ཡང་བསམ་བློ་བཏང་ན་ཁག་ཁག་ཡོད་པ་ཡིན་ན་ད་ཡོད་ཤི་ཁོ་མཉམ་དུ་མ་འགྲོ་ད་ལྟ་ངའི་ཡིན་ཟེར་བ་དེ་ཁོའི་མེད་ཟེར་གྱི་རེད་ང་འགྲོ་ཟེར་ན་ཁོ་བསྡད་ཟེར་གྱི་རེད་ང་བྱ་ཐུབ་ངེས་ཡིན་ཟེར་ན་ཁོ་ག་ལ་བྱ་ཡིན་ཟེར་གྱི་ད་ང་གཉིས་མཐུན་ཡང་ཙམ་ཡོད་མ་རེད་ཟེར་ན་མཉམ་དུ་ཡོང་གི་མེད་འདུག་ཨོ་དེ་དང་འདྲ་བར་འདྲེས་ཡོང་གི་མ་རེད་སྙམ་དུ་ད་ང་གཉིས་འདུ་ཤེས་དང་ཀུན་སློང་ག་ག་ཡིན་བསམ་པ་ཅིག་གཏན་ནས་ཁོང་ཁྲོ་ང་རྒྱལ་མི་ལ་གནོད་པ་སྐྱེལ་ཡ་མི་ལ་ཁོང་ཁྲོ་ཟ་ཡ་མི་ལ་ཡང་མགོ་སྐོར་བཏང་ཡ་བསམ་བློ་ཡོད་ཚད་ཞུ་ན་འདྲེས་ད་ག་རེད་དེ་འདྲེས་ལས་ཡོང་གི་རེད་བ་ཨོ་ད་ངའི་གྲོགས་པོ་དེ་འདུག་བསམ་ནས་བསྡད་ཡོང་གི་རེད། དེ་འདྲ་ཡིན་དུས་ད་དེ་འདྲ་མ་ཡོང་བ་ཐ་བས་ད་སློབ་དཔོན་ས་ཆེན་གྱི་བང་གུ་རུ་སྤེལ་བར་འགྱུར་ནས་སོ་བ་དག་འདྲེས་ཏེ་སོ་སོའི་སེམས་ལ་ཡོད་པའི་ཆགས་སྡང་རྣམས་བཀྲུ་ཏེ་ཟད་པའི་ཐབས་ལ་དཔེར་ན་ཨོམ་ཨ་ཧོམ་པས་ད་གུ་རུ་སྤེལ་མ་ཟེར་གྱི་ཧོང་ཟེར་ནས་གུ་རུ་རིན་པོ་ཆེ་གི་མཚན་སྔགས་རེ་མཚན་རེ་དེ་འབོད་དཔེར་ན་སོ་བ་བཏབ་པའི་སྐབས་སོགས་ལ་ཡང་དང་པོ་སྐྱབས་འགྲོ་ཡང་དེའི་ནང་ལ་ཚང་གུ་གུ་འདུག་སེམས་ཅན་ཡང་ཚང་གུ་གུ་འདུག་བ་དེ་ཚང་པའི་ཐོག་ལ་ད་གུ་རུ་སྤེལ་མ་འབྱོར་ནས་སོ་བ་བཏབ་པའི་སྐབས་སོགས་ལ་རང་གཅིག་པུ་མ་ཡིན་པར་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཡོད་པའི་དེ་སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་ལས་དང་ཉོན་མོངས་པ་ལས་སེར་བ་ཐམས་ཅད་དག་པའི་ཕྱིར་རོ་ལ་ད་ནི་ནོར་བུ་སངས་རྒྱས་ཉེར་དགུ་རུ་པདྨ་འབྱུང་གནས་ཆེ་གེ་སྐུ་ཡི་བྱིན་གྱིས་བརླབ་ཏུ་གསོལ་གསུང་གི་བྱིན་གྱིས་བརླབ་ཏུ་གསོལ་ཐུགས་ཀྱི་བྱིན་གྱིས་བརླབ་ཏུ་གསོལ་སྐུ་གསུང་ཐུགས་ཀྱི་བྱིན་གྱིས་བརླབས་ནས་ངའི་ལུས་གུ་རུ་རིན་པོ་ཆེ་གི་སྐུ། ངའི་ངག་གུ་རུ་རིན་པོ་ཆེ་གི་གསུང། ངའི་སེམས་ནི་གུ་རུ་རིན་པོ་ཆེའི་ཐུགས། རང་གི་ལུས་ངག་ཡིད་གསུམ་གྱི་གུ་རུ་རིན་པོ་ཆེ་གི་སྐུ་གསུང་ཐུགས་སུ་ཆེར་སོ་གསུམ་ལ་བྱས་དེ་དང་འདྲ་བའི་གྱི་ནང་པའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་འདི་སྒྲ་རེ་ཟིན་ན་འཕགས་མ་ཤ་འདི་སྙན་རེ་ཟིན་ནས་ཚུལ་སྐྱོང་ཡང་འདི་བར་མའི་སེམས་ཅན་རེ་ཟིན་ནས་སྒྲ་སྙན་འཕགས་མ་གི་རིས་སུ་མ་ཆད་པའི་ཐོག་ནས་ནམ་མཁའི་མཁའ་ཁྱབ་ལ་སེམས་ཅན་གྱི་ཁྱབ། དེའི་མཁའ་ཁྱབ་ལ་ལས་ཉོན་གྱི་ཁྱབ། ལས་ཉོན་གྱི་མཁའ་ཁྱབ་ལ་སྡུག་བསྔལ་གྱི་ཁྱབ་འདས་པའི་འགྲོ་བ་དེ་དག་ཐམས་ཅད་སྙིང་རེ་རྗེ་ད་རེས་ང་མི་ལུས་རིན་པོ་ཆེ་ཐོབ་སངས་རྒྱས་ཀྱི་བསྟན་པ་དང་མཇལ་ཆོས་ཟབ་མོ་འདི་འདྲ་ཅིག་ཐོས་ཉམས་སུ་ལེན་པའི་གོ་སྐབས་ཡོད་པ་འདིའི་སྐབས་སུ་ལ་སྐར་མ་གཅིག་ཡིན་ན་ངས་འཕྲོ་བརླག་མ་བཏང་བ་བྱས་ནས་དངུལ་དང་བརྒྱུད་ནས་སེམས་ཅན་གཅིག་ཐ་ན་འབུ་སྲིན་གྲོག་མ་གཅིག་ལ་ཕན་ཐོགས་པ་ཞུ་བ་ཡིན་ན་ཡང།

རེད་འདུག་ག་སོ་སོའི་སེམས་ལ་ཡང་གུ་རུ་རིན་པོ་ཆེ་རྟག་ཏུ་མཇལ་མ་ཐུབ་ཡིད་ལ་རྟག་ཏུ་དྲན་ཐུབ་པ་ཡིན་ན་ཡང་འགྲིག་ཚར་བ་རེད་འོ་དེ་ལས་ད་ས་ཐང་དེ་རེད་ལགས་སོ་ཐུགས་རྗེ་ཆེ།